ད་དགོན་འགྲོ་ན་ཡང་རྒྱུ་དགོན་རང་བྱོན་ཤེས་ཀྱིན་གདའ། ད་ལེའུ་གསུམ་པ་འདི། བྱང་ཆུབ་ཀྱི་སེམས་ཡོངས་སུ་བཟུང་བའི་ལེའུ། ངས་འདི་བསྟན་པ་འདི་སྐྲིན་གལ་མཐོང་གི་འདུག་ཨ་ཅག་ཚོ། ཨོ་མཐོང་གི་འདུག་གས་ལ། འོ་ཡ།
བྱང་ཆུབ་ཀྱི་སེམས་ཡོངས་སུ་བཟུང་བའི་ལེའུ་ཞེས་ལེའུ་གསུམ་པ་དེར། ད་སྤྱོད་འཇུག་གི་ལེའུ་འདི། ཨ་ནི། ལེའུ་གོ་ཤྲཱི་རྒྱ་མདུད་བྱང་ཆུབ་སེམས་སྦྱོར་རིན་པོ་ཆེ་མ་སྐྱེས་པ་རྣམས་སྐྱེ་འགྱུར་ཅིག་སྐྱེ་བ་ཉམས་པ་མེད་པ་ཡང་གོང་ནས་གོང་དུ་འཕེལ་བར་ཞུགས་ཟེར་དེའི་ནང་ལ་ཚུལ་གོ་ཤྲཱི་རྒྱ་ག་ཡོད་རོ། དེ་གོ་ཤྲཱི་རྒྱ་མདུད་བྱང་ཆུབ་ཀྱི་སེམས་མ་སྐྱེས་པ་སྐྱེ་བའི་ཆེད་དུ་ལ་ཡ། ལེའུ་གསུམ་རེད། ལེའུ་གསུམ་དེ་ག་རེ་ལགས་ན་ལེའུ་དང་པོ་ནི་ག་རེ། ཁ་སོ་རེད། ལེའུ་དང་པོ་དེ་ནི་ཁ་སོ་ཕན་ཡོན་གྱི་ལེའུ། ལེའུ་གཉིས་པ་དེ

གསུང་ཡ་དེ་རེད། ཚེ་ས་ལེའུ་གཉིས་པ་ཁ་ཐུག་ལ་ཡང་ཚོགས་བསགས་སྒྲིབ་སྦྱངས་གཉིས་ཀྱི་ནང་ནས་ཡན་ལག་བདུན་གྱི་ནང་ནས་ཡན་ལག་བཞི་དེ་འགྲོ་ས་རེད། ཡན་ལག་བཞི་དེ་ག་རེ་འགྲོ་རེད་ལ་ན། ཨ་ནི་ཕྱག་འཚལ་བ། མཆོད་པ་ཕུལ་བ། ཨ་ནི། སྐྱབས་འགྲོ། སྡིག་པ་བཤགས་པ་བཞི་འགྲོ་ས། ད་ང་ཚོ་ལེའུ་གསུམ་པ་ནང་ལོགས་ལ་ཡང་ཡན་ལག་བཞི་ལྷག་རེད། ཡན་ལག་བཞི་དེ་ག་རེ་ལ་ན། ཨ་ནི། རྗེས་སུ་ཡི་རང་བསྒོམ་པ། ཨ་ནི། ཆོས་ཀྱི་འཁོར་ལོ་བསྐོར་བ། མྱ་ངན་ལས་མི་འདའ་བར་གསོལ་བ་བཏབ་པ། བསྔོ་བ། འདི་བཞི་དེ། བྱས་ནས་ཡང་ལ་རྒྱས་འཆར། དེའི་རྗེས་ལ་བྱང་ཆུབ་སེམས་དཔའི་སྡོམ་པ་ཞུས་དང་ནི་ལེའུ་སྟེ། ཇི་ལྟར་བྱང་ཆུབ་ཀྱི་སེམས་མ་སྐྱེས་པ་སྐྱེད་པའི་ཕྱིར་དུ་ལེའུ་གསུམ་བྱས་ཏེ། ད་སྐྱེས་པ། མ་ཉམས་པའི་ཕྱིར་དུ་ལེའུ་གསུམ་སྐྱེས་པ་ཉམས་བཅུ་ལྔའི་དེ་ག་རེ་ལ་ནི་ཉོན་མོངས་དུག་གསུམ། ཉོན་མོངས་དུག་གསུམ་དེ་ལ་ཡང་གཉེན་པོ་བསྟེན་ཡོད་ལ་ཡང་ལེའུ་བཞི་པ་བག་ཡོད། ལེའུ་ལྔ་པ་ཤེས་བཞིན་གྱི་ལེའུར་བྱས། དེ་ནས་ཉོན་མོངས་དུག་གསུམ་གྱི་ནང་ནས་སྡུག་ཤོས་དེ་བྱང་ཆུབ་ཀྱི་སེམས་ཉམ་ཆུང་བས་དེ་ཁོང་ཁྲོ་ཆགས་ཡོད། ཁོང་ཁྲོ་དེ་གཞན་ལ་གནོད་ཡག་གི་བསམ་བློ། བྱང་ཆུབ་ཀྱི་སེམས་ཟད་དེ་གཞན་ལ་ཕན་པའི་བསམ་བློ། གཞན་ལ་ཕན་པའི་བསམ་བློ་དེ་ཁ་ཐུག་གོ་ར་མེད་པ་བཟོ་ཡོད་དེ་གཞན་ལ་གནོད་པའི་བསམ་བློ་དེ་ཡིན་པ་ཡིན་ཙང་ཁོང་ཁྲོ་དེ་ཆགས་ཡོད། དེ་ཚོ་ཁོང་ཁྲོ་དེ་མ་མེད་པ་བཟོ་ཡག་ལ་བཟོད་པའི་ལེའུ་བྱས་ནས་སྐྱེ་བ་མ་ཉམས་པའི་ཆེད་དུ་ལ་ལེའུ་གསུམ་གསུང་ཡག་དེ། བག་ཡོད་ཀྱི་ལེའུ་ལེའུ་བཞི་པ། ལེའུ་ལྔ་པ་ཤེས་བཞིན་གྱི་ལེའུ། ལེའུ་དྲུག་པ་ག་རེ་ལ་ན་བཟོད་པའི་ལེའུ་འོ་ལྟ་འདི་གསུམ་ཆ་རེད། ཨ་ནི། ད་སྐད་བཤད་རྒྱུ་དེ་གོང་ནས་མ་ཉམས་པ་མ་ཟད་གོང་ནས་གོང་དུ་ཡར་སྤེལ་ཡ་ལས་ཡ་ལེའུ་གསུམ་ཡོད་རེད་དེ་ག་རེ་ལ་བ་ཡིན་ན། ཨ་ནི། ལེའུ་བདུན་པ་བརྩོན་འགྲུས་ཀྱི་ལེའུ། ལེའུ་བརྒྱད་པ་བསམ་གཏན་གྱི་ལེའུ། ལེའུ་དགུ་པ་ཨ་ནི་ཤེས་རབ་ཀྱི་ལེའུ། དུ་དུ་ཕྱིན་ནི་ད་ལེའུ་དགུ་རེད། ད་ལེའུ་དགུ་འདི་གསུངས་པའི་ཨ་ནི་འགལ་བ་ག་རེ་བསགས་ཡོད་ན་འགལ་བ་དེ་ཡ།

ཕྱག་འཚལ་བ། ཨ་ནི་མཆོད་པ་ཕུལ་བ། སྐྱབས་འགྲོ། སྡིག་པ་བཤགས་པ་ཞི་འགྲོ། ད་ལྷག་མ་ག་ཚོད་ལྷག་ཡོད་ན་ཞི་ལྷག་དེ་ཞི་སྟེ་ལེའུ་གསུམ་པ་ནང་འགྲོ་གོ། འདིའི་རྗེས་ལེའུ་གསུམ་པ་ལ་ཐ་མ་དེ་ལ་བྱང་ཆུབ་སེམས་དཔའི་སྡོམ་པ་ཞུས་དང་སྐོར་གསུངས་ཡོད་རེད། ཅེས་སོགས་ལྟར་ལེའུ་གསུམ་པ་གི་ནང་ལོགས་ལ་ཡང་དང་པོ་དེ་ག་རེ་ན་རྗེས་སུ་ཡི་རང་དེ་ནས་ཆོས་ཀྱི་འཁོར་ལོ་བསྐོར་བ། ཨ་ནི་མྱ་ངན་ལས་མི་འདའ་བ་སོགས་བཏབ་པ་བསྔོ་བ་ཟེར་འོ་ད་འདི་ཞི་དེ་རེད། ད་འདི་ཞི་ན་ང་ཚོ་དང་པོ་དེ་ཨ་ནི་རྗེས་སུ་ཡི་རང་ཟེར་ཡ་རེད་ད། དེ་ལྟར་སེམས་ཅན་ཀུན་གྱི་ངན་སོང་གི་སྡུག་བསྔལ་ངལ་གསོའི་རྒྱལ་བ་དང། འབྱུང་སྡུག་བསྔལ་ཅན་དང་ལྡན་ནས་ལ་དགའ་བས་རྗེས་སུ་ཡི་རང་ངོ། ད་རྗེས་སུ་ཡི་རང། ད་ད་ནི་སྤྱོད་འཇུག་གི་ཚིག་འགྲེལ་འདི། མ་ཞུ་སྔོན་ལ་ཡང་ནམ་རྒྱུན་རྗེས་སུ་ཡི་རང་ཟེར་ཏེ་ཉམས་ལེན་བྱེད་སྟངས་སྐོར་ལ་ཞུས་པ་ཡིན་ན། སྤྱི་བདག་ང་ཚོ་ཡན་ལག་བརྒྱད་ཀྱི་ནང་ནས་མཆོད་པ་ཕུལ་བ་དེ་ག་རེ་ལགས་ན་མཆོད་པ་ཕུལ་བ་དང་པོ་ཡིན་པ་ང་ཚོས་མཆོད་པ་ཕུལ་བ་དེ་ལ་ཨ་ནི། གར་སར་བདག་པོས་བསྲུང་བའི་མཆོད་པ་དང་བདག་པོས་མ་བསྲུང་བའི་མཆོད་པ་དེ་བླ་ན་མེད་པའི་མཆོད་པ་འདི་ཚོ་མཆོད་པས་ཀྱི་ཉམས་ལེན་དེ་ཡག་པོ་བྱེད་ན

དེ་རྗེས་སུ་ཡང་ཡོང་དགོས་བ་མ་རེད་ཅེས་གསུངས་ཡོད་རེད་ད་བྱས་ཙང་ང་རང་ཚོ་མི་གཅིག་གིས་ཡག་པོ་ཅིག་བྱས་བ་ཡིན་ན་ཡང་དེ་ལ་ཡང་དགའ་བ་སྒོམ་དགོས་ར་དགའ་བ་སྒོམ་རྒྱུ་ཚ་ན་ཨེ་ད་ཁོས་མ་ཎི་རེ་ཞིག་གྲངས་ཀ་ཅིག་དེ་རིང་ཉི་མ་ག་ནས་ཤར་རེད་ཟེར་བ། དེ་རིང་ད་ཚེ་སང་དུས་སང་ཅིག་ཡིན་ས་རེད་འོ་ཟ་བྱས་ཁོས་མ་ཎི་བགྲང་གི་འདུག་ཟ་བྱས་ད་དེ་འདྲའི་ལོ་ཅིག་ཤེས་ག་འདྲ་གོ་རྒྱུ་འདྲ་བཏང་ནས་རྗེས་སུ་ཡི་རང་བྱས་དེ་ག་ལ་ཁག་པོ་བྱུང་རེད་ཅེས་གསུངས་ཡོད་ད་ང་ཚོ་རྣམས་ཀྱིས་རྗེས་སུ་ཡི་རང་ཟེར་དེ་ནས་སྒོམ་སྟངས་དེ་ལ་ཡང་ཨ་བསམ་བཏང་ན་དེ་ལ་ནི་སྡེ་ཚན་འདྲ་བོ་ཕར་ཕྱིན་ན་གཉིས་ནང་ཚུད་དུས་ཁ་རས་རང་གི་དགེ་བ་ལ་བྱེད་པའི་རྗེས་སུ་ཡི་རང་དང་མི་གཞན་དག་གིས་བྱས་པའི་དགེ་བ་ལ་རྗེས་སུ་ཡི་རང་བྱས་གཉིས། འདུ་བྱེད་ཅེས་དེ་རང་གི་དགེ་བ་ལ་རྗེས་སུ་ཡི་རང་བསྒོམ་སྟངས་འདི་ལ་ཡང་རང་གི་ནི་ཚེ་འདི་མི་ཚེ་འདིའི་ནང་ལོ་ཕྱེད་བྱ་རྒྱུ་གི་དགེ་བ་དང་རང་གི་སྐྱེ་བ་སྔ་མ་གི་ཕྱེད་བྱ་རྒྱུ་གི་དགེ་བ་ལ་རྗེས་སུ་ཡི་རང་བསྒོམ་པ། འདི་གཉིས་ནང་ཚུད་དུ་བལྟ། ད་འོ་ན་རང་གི་སྐྱེ་བ་སྔ་མ་བའི་ཆུ་སེར་ཅན་གྱི་རྒྱལ་བ་ལ་རྗེས་སུ་ཡི་རང་ག་འདྲ་བསྒོམ་དགོས་རེད་ལབ་ན། ཨ་ནི། ད་ལྟའི་མི་ལུས་འདི་ཡི་སྒང་ལ། ཨ་ནི། ཁྱེད་རང་ལས་རྒྱུ་ནོར་ལོངས་སྤྱོད་དཔལ་འབྱོར་ཡག་པོ་ཐོན་ན། སྐྱེ་བ་སྔ་མ་དེ་གི་སྦྱིན་པས་གི་ཉམས་ལེན་ཡག་པོ་བྱེད་ཡོད་པའི་རྟགས་རེད། ཁ་ཤས་ཡོད་རེད་ད་མི་ཁ་ཤས་རང་བཞིན་གྱི་དཔལ་འབྱོར་ཕྱུག་པོ་དག་དེ་འདྲ་ཡོང་གི་དག་དཀའ་ལས་ཞེ་དྲག་རྒྱབ་མོང་བ་དེ། སྐྱེ་བ་སྔ་མ་དེ་གི་སྦྱིན་པས་གི་འགྲིག་པ་རེད། ད་རེའི་མི་ལུས་བཟང་པོ་དེ་ཐོབ་པ་ཁོ་རང། ཨ་ནི་ཚུལ་ཁྲིམས་ཀྱི་ད་འབྲས་བུ་ཆགས་ཐེབས་ཡོད་རེད། དེ་བས་ང་ཚོ་མི་ལུས་ཡི་གེ་བཅུ་སྤུངས་ཀྱི་ཚུལ་ཁྲིམས་འདི་ཡག་པོ་སྤངས་ནས་མི་ལུས་ཐོབ་པ་ཆགས་ཀྱི་ཡོད་རེད། མཁྱེན་སོང། ད་ནི་མི་ལུས་ཐོབ་པའི་སྒང་ལ་ང་ཚོ་དེ་རིང་མི་ཚེ་འདིའི་ནང་ལོགས་ལ་ཡང། ད་ནི་བུ་མོ་ཡིན་ན་རྣམ་པ་མཛེས་པོ། བུ་ཡིན་ན་རྫིག་པོ། འདི་འདྲས་ཡོད་བསྡད་པ་ཡིན་ན། ད་ནི་སྐྱེ་བ་སྔ་མ་འདི་གི་བཟོད་པ་ཡག་པོ་སྒོམ་པའི་གི་ད་འབྲས་བུ་ཆགས་ཀྱི་ཡོད་རེད། ཁྱོད་ཚོ། ད་མི་ཚོས་དེ་རིང་མི་ལུས་ཐོབ་བཞག་རྒྱུ་དེ། ད་ནི་ཁྱེད་རང་སློབ་སྦྱོང་བྱེད་ཡ་ལ་དགའ་བོ་ཡོད་བསྡད་བ། ཁ་ཞེ་ད་སློབ་སྦྱོང་བྱེད་ཡ་ལ་དགའ་བོ་དེ་ཆུང་དུས་ནས་ཡོད་བསྡད་བ་དེ་འདྲ་ཡོད། ད་ཁོ་བོ་ཆུང་དུས་ནས་བལ་སློབ་སྦྱོང་ཟེར་ཡ་དེ་བྱེད་ཤོག་ཟེར་ལམ་མོ་གོ་ངས། ཁོ་རང་བཞིན་གྱིས་བྱེད་བསྡད་ངེས་དེ་འདྲ་ཡོད། དེ་ཚོ་སྐྱེ་བ་སྔ་མ་དེ་གའི་བརྩོན་འགྲུས་ཀྱི་ཉམས་ལེན་གྱི་འབྲས་བུ་ཡིན་ཟེར་བ་རེད། བྱས་ཙང་ད་ཚེ་འདི་ལ་ཡ་སློབ་སྦྱོང་བྱས་བ་མ་ཟད་སློབ་སྦྱོང་གཏིང་ཟབ་པོ་རྒྱ་ཆེན་པོ་དེ་འདྲ་བྱེད་ཐུབ་འདོད་ན། སྐྱེ་བ་སྔ་མ་དེ་གི་བསམ་གཏན་གྱི་ད་ཉམས་ལེན་གྱི་འབྲས་བུ་ཡིན་ཟེར་བ། ཨ་སོ་སོའི་སློབ་སྦྱོང་བྱས་པའི་སྒང་ལ་ཨ་ནི་ཡག་པོ་ཤེས་ཡ་མགྱོགས་པོ་ཤེས་ཡ། མགྱོགས་པོ་ཤུགས་ཤེས་ངེས་དེ་འདྲ་འདུག་ཁ་ཤས་ལམ་སང་ལམ་སང་འཛིན་གྲྭ་ནང་ལོ་ལ་ཁ་ཤས་ནི་ག་ཚོད་སྦྱངས་ནས་ཤེས་རོགས་མ་བྱེད་པར་ཁ་ཤས་པས་ལམ་སང་ཤེས་ཡ་དེ་ད་ཤེས་རབ་ཀྱི་ཉམས་ལེན་གྱི་ད་འབྲས་བུ་ཡིན་ཟེར་བ་བྱས་ཙང་ད་ཚེ་འདི་ལ་སོ་སོའི་འབྲས་བུ་དེ་ལ་བསམ་བཏང་ནས་སྐྱེ་བ་སྔ་མ་དེ་གི་དགེ་བ་དེ་འདྲ་དེ་འདྲ་བྱེད་དུ་ད་བསམ་ནས་ཨ་ནི་དགའ་བ་སྒོམ་ཡང། དགའ་བ་སྒོམ་ཡང་དེ་གཙོ་བོ་ག་རེ་ལ་ན། ཨ་ནི། ཚེ་འདི་ལ་ཡིན་ན་ཡང་སྐྱེ་བ་སྔ་མ་འདི་ལས་བྱས་པ་འདི་ལ་ལྷག་བྱེད་ཐུ་ཡ། འདི་མ་བྱུང་ན་ཡང་ཚེ་སྐྱེ་བ་སྔ་མ་དེ་ནང་བཞིན་བྱེད་ཐུ་ཡ་གི། ད་རེ་བ་བྱེད་ཡ་བྱེད་འོ་ད་འདུག་བྱེད་ནས། འདི་རེ་ད་ངས་སྐྱེ་བ་སྔ་མ་འདི་གི་སྦྱིན་པའི་ཉམས་ལེན་ཡག་པོ་བྱེད་དུ་བཏང་ནས་ཡག་པོ་བྱེད་ད་ཚེ་འདི་ལ་ངས་སྦྱིན་པ་ཡག་པོ་བཏང། སྐྱེ་བ་སྔ་མ་འདི་གི་བཟོད་པ་ཡག་པོ་སྒོམ་བྱ་ངས་ཚེ་འདི་ལ་ཡང་བཟོད་པའི་ཉམས་ལེན་ཡག་པོ་བྱེད་བསམ་སོང་བྱུང། འོ་ལྡུག་ལྡུག་བྱས་ནས་དགའ་བ་སྒོམ་ཡས་རེད། ད་ཚེ་འདི་གི་རྒྱལ་བ་ལའི་དེ་ང་རང་ཚོ་ད་རང་ཞོགས་པའི་ལག་ནས་བཟོས་ནས། ཡང་ན་ཚེ་འདི་སྐྱེས་ནས་བཟོས་ནས་བསམ་བཏང་ན་དེ་རེད་དེ་རེད་ཉི་མ་གཅིག་ལ་བསམ་བཏང་བྱས་ན་དེ་རེད་ཉི་མ་གཅིག་ལ་ཞོགས་པ་ལག་ནས་བཟོས་ནས། ཨེ་སླབ་གྲྭ་ལ་འགྲོ། སློབ་སྦྱོང་བྱེད། འཛིན་གྲྭ་ནང་ལ་འགྲོ་གང་འདྲ། དཀའ་ལས་ག་རེ་རྒྱབ་བ་ཡིན་ན་ཡིན་དེ་གས་དེ་ཚང་མ་ག་རེ་ལ་དགའ་བ་སྒོམ་ཡས་རེད་ཞོགས་པའི་ཡག་ལག་ནས་བཟོས་ནས། ཨེ་སེམས་ཅན་ལ་ཕན་པའི་ལས་ཀ། ནད་པ་ལ་རོགས་པ་བྱེད་ཡ་དང། ཨ་ནེ་ཡང་སོ་སོ་འཛིན་གྲྭ་གཅིག་པ་ལ་ཡ་སློབ་ཚན་བསླབ་རོགས་བྱེད་ཡ་དང་རོགས་པ་བྱེད་ཡ་འདྲ་མ་འདྲ་ཡོང་གི་ར་དེ་གའི་ཚང་མ་གར་ལ་ན་ཚེ་འདི་ཡིན་འགལ་བ་བྱེད་པའི་ད་སོ་སོ་ཡིན་ན་སློབ་སྦྱོང་བྱེད་པ་ཙམ་གྱིས་ད་འགལ་བ་རེད་ད་ས་ཡོད་གོ་རོ་བྱས་ཙང་ཨ་ནེ། ག་ས་བ་རེད་ཚེ་འདི་གི་འགལ་བ་ལ་ཡ་ཨ་ནེ་རྗེས་སུ་ཡ་རང་གོམས་པ་ས་ཡ་ཆགས་ཡོད་བྱས་ཙང་ད་ལུགས་ཅན་གོམས་དགོས་རེད་ད་དེ་རིང་ཉིན་མོ་དེ་ཡག་པོ་ཅིག་སྐྱེས་འདུག་ན་སོ་སོ་གི་རྗེས་སུ་ཡི་རང་སྒོམ་པ་ཡིན་ན་ཨ་ནི་སོ་སོ་གི་དེ་རིང་ཉི་མ་གཅིག་ཡག་པོ་ཅིག་སྐྱེས་ཡོད་བ་དེ་མི་ཚེ་ཡག་པོ་ཅིག་སྐྱེས་ཡོད་བ་དེ་ཧ་གོ་སོང་ན། ཨ་ནི་རང་བཞིན་གྱིས་ཨོ་ཐ་དེ་རིང་ངའི་མི་ཚེ་དངོས་ནས་ཡག་པོ་བྱུང་ཤག་སང་ཉིན་ཡིན་ན་ངས་དེ་འདྲ་ཞིག་བྱེད་ཐུབ་བོ་བསམ་པའི་ཨ་ནི་སེམས་ཤུགས་དེ་རང་བཞིན་གྱིས་ཡོང་ནས་ཆགས་ཡོད། ངས་སྐྱེས་སྐྱེས་ཁུག་ཏུ། ཁྱོད་ཚོ་ངས་སྐྱེས་ཁུག་ཏུ་ཚང་ལ་མ་ཧོང་ཡོད།

ད། རང་གི་དགེ་བ་དེ་ལ་རྗེས་སུ་ཡི་རང་དུ་ལ་རང་གི་སྐྱེ་བ་སྔ་མ་གི་བྱས་པའི་དགེ་བ་ལ་རྗེས་སུ་ཡི་རང་དང་རང་གི་ཚེ་འདི་ཡི་བྱས་པའི་དགེ་བ་ལ་རྗེས་སུ་ཡི་རང་བྱེད། ད་གཞན་གྱི་དགེ་བ་ལ་རྗེས་སུ་ཡི་རང་གོ་ངེས་ཏེ་ད་གཞན་གྱི་དགེ་བ་ལ་རྗེས་སུ་ཡི་རང་དེ་ལ། ཡང་ངས་ཁ་ཁ་སང་སྐྲ་གཅིག་བཞུས་བཞུས་ཡིན་དྲན་སོང་ཕན་ཐོགས་ག་རེ་ཡོད་ལབ་ན། རང་ལས་ཡོན་ཏན་མཐོ་བ་དང་རྟེན་མཐོ་བ་འདི་ཚོ་གི་རྒྱལ་བ་ལ་རྗེས་སུ་ཡི་རང་བྱེད་བ་ཡིན་ན་ཨ་ནི་གདབ། ཁོས་ཀྱི་རྒྱལ་བ་ག་རེ་བྱེད་ནས་རྒྱལ་བ་དེ་གི་གདབ། ཆ་ག། ཨ་ཁ་ཟེར་གདབ་རྒྱལ་བ་ག་རེ་ནི་གང་ཟག་བརྗོད་ལ་དེ་ནི་ཆ་ག་སོ་སོར་འཐོབ་གི་རེད་ཟེར་བ་དང། འདི་སངས་རྒྱས་རང་གིས་གསུངས་བཞག་ཡོད་དང། དག་ན་བཞིན། སོ་སོ་དང་ཡོན་ཏན་མཉམ་པ་དང་རྟེན་མཉམ་པ་ཅིག་གིས་ནི། རྒྱལ་བ་དེ་ལ་སོ་སོའི་དགའ་བ་བསྒོམ་པ་ཡིན་ན། རྗེས་སུ་ཡི་རང་བྱེད་བ་ཡིན་ན། ཨ་ནི། སོ་སོ་ལ་ཡ། ཨ་ནི། ཁོས་ཀྱི་རྒྱལ་བ་ག་རེ་ཟ་ཡོད་ན་གཅིག་པ་གཅིག་རྐྱང་གཅིག་སོ་སོར་འཐོབ་གི་རེད་ཟེར། ད་རང་ལས་གཏན་སྨྲ་བ་ཅིག་གིས་མི་ཅིག་གི་དགེ་བ་བྱས་ཡོད་ན། ད་ནི་ཡོན་ཏན་སྨྲ་བ་ཅིག་གིས་དགེ་བ་བྱས་ཡོད་ན། གཏན་སྨྲ་བ་དང་ཡོན་ཏན་སྨྲ་བ་དེའི་དགེ་བ་དེ་སོ་སོའི་དགའ་བ་བསྒོམ་པ་ཡིན་ན། ཁོད་ཀྱི་ཕྱིར་བཤད་རྒྱུད་དེ་ལྡབ་གཅིག་གིས་ཐོས་པ། ཁོད་ཀྱི་བྱེད་རྒྱུད་འདིའི་གང་ཐོས་པ་ལྡབ་གཅིག་ཐོས་པ་ཅིག། ཨ་སོ་སོ་ལས་ཡང་ཨ་ནི་བསོད་ནམས་ཀྱི་ཚོགས་བསགས་ཡོད་ཞེས་ནས་གསུངས་ཡོད། བྱས་ཙང། རང་གི་དགེ་བ་ལ་རྗེས་སུ་ཡི་རང་བྱེད་ན་ཁེ་ཕན་ཆེན་པོ་འདུ་བ། ཡང་ན་གཞན་གྱི་དགེ་བ་ལ་རྗེས་སུ་ཡི་རང་བྱེད་ན་དམ་པོ་ཡིན་ན་ཁེ་ཕན་ཆེན་པོ་འདུ་བ། བྱས་ཙང་ང་རང་ཚོ་མི་ཚེ་གང་པོ་ད་ནི་བསོད་ནམས་ཀྱི་ཚོགས་བསགས་བསྡད་ཀྱི་ཡིན་ན་ཡང་སངས་རྒྱས་དང་བྱང་ཆུབ་སེམས་དཔའ་དེ་ཚོ་གི་ཆུ་ཚོད་གཅིག་དང་སྐར་མ་ཁ་ཤས་ནང་འཛམ་གླིང་བྱེ་བ་ཕྲག་བརྒྱ་ལ་འཁྲུལ་ནས་ཡོད་ན་ང་རང་ཚོ་སྐྱབས་མགོན་རིན་པོ་ཆེ་ལྟ་བུ་ཆགས་བཞག་ཡིན་ན་ཁོང་གི་བཀའ་སློབ་ཀྱི་ནང་དུ་མི་ས་ཡ་མང་པོ་ལ་ཡང་ཕན་ཐོགས་ཡོང་སྐོར་དགེ་བ་རླབས་ཆེན་པོ་དེ་འདྲ་ཞིག་བསགས་ཡོད་ར་སངས་རྒྱས་དེ་བྱང་ཆུབ་སེམས་དཔའ་དེ་ཚོ་གི་འཛམ་གླིང་བྱེ་བ་ཕྲག་བརྒྱ་ལ་སྤྲུལ་པ་འདྲ་མ་འདྲ་ཕེབས་བྱས་ཨ་ནི་སེམས་ཅན་གྱི་དོན་བྱེད་ཀྱི་ཡོད་རོ། དེ་ཚོ་ལ་ཡང་དགའ་བ་སྒོམ་ན་ང་ཚོ་མི་ཚེ་གང་པོ་བསོད་ནམས་འདི་འདྲ་བསགས་མ་ཐུབ་ཡང་དེ་འདྲའི་ཆེ་ཁག་ཅིག་ང་ཚོ་ཚོ་ལ་རག་ཡོད་རེད། དཔེར་ན་ཀུན་འདུལ་གྱི་ཞོ་གས་ཡར་ལངས་ནས་བོད་བསྟན་པ་ཆབ་སྲིད་ཀྱི་དོན་དག་དང་འཛམ་བུ་གླིང་སྤྱི་ཡི་དོན་དག་ལ་ཡང་ཕྱག་ལས་ག་རེ་གནང་གི་འདུག་དེ་གས་ལ་ང་ཚོ་དགའ་བ་རེད་ཅེས་སྒོམ་འདུག་ན། ཁོང་གིས་བསོད་ནམས་ཀྱི་ཚོགས་བསགས་ཡ་ཆ་ག་ཅིག་ང་ཚོས་རག་ན་ད་ཞེའུ་རག་རོགས་ང་ཚོ་མི་ཚེ་གང་པོ་བསགས་ན་བསགས་ཐུབ་མ་ཐག་དེ་འདྲའི་བསོད་ནམས་ཅིག་བསགས་ཐུབ་ཡ་ཡ་ཁོ་རེ་ཡོད་མ་རེད། བྱས་ཙང་དེ་འདྲས་ཀྱི་ད་ངས་རྗེས་སུ་ཡི་རང་ཟེར་ཡ་སྒོམ་པ་ཡིན་ན་ད་རླབས་ཆེན་པོ་དེ་འདྲས་ཆགས་ཡོད་རེད་ཞུ་ཡ་ཡིན་ད་ད་ལྟ་སྐབས་བཅུ་བ་པ་སྤྱོད་འཇུག་གི་ང་ནི་ཚིག་དེ་གི་ཚུལ་འདྲས་འདི་ཞུས་ན། སེམས་ཅན་ཀུན་གྱི་ངན་སོང་གི་སྡུག་བསྔལ་ངལ་གསོའི་རྒྱལ་བ་དང། ད་སེམས་ཅན་ཀུན་གྱི་ངན་སོང་གི་སྡུག་བསྔལ་ད་ངན་སོང་གིས་ལས་དེ་འབྲེལ་འདྲ་སྦྱར་འདུག་ཨ། གྱི་ལ་དོན་ངན་སོང་མ་སྦྱར་དགོས་ད་ངན་སོང་གི་སྡུག་བསྔལ་ཟེར་མ་སྦྱར། ཇི་ལྟར་སེམས་ཅན་ག་འདྲེ་འདྲ་ཅན་ན་སེམས་ཅན་གྱི་ངན་སོང་གི་སྡུག་བསྔལ་དེ། ངལ་གསོ་བ་ངལ་གསོ་བ་ལ་ན་ང་ཚོ་རྣམས་ཀྱི་ཐང་ཆུད་དེ་ངལ་གསོ་བ་ལ་ཡོད་དེ་ན་བཞིན་ད་ལྟ་ངལ་གསོ་བ་ལ་ན་ངན་སོང་གི་སྡུག་བསྔལ་བ་མེད་པར་བཟོས་ནས་ད་རྩ་བ་ན་ད་མེད་པར་བཟོས་ཡོད་མ་རེད་གནས་སྐབས་ངན་སོང་གི་སྡུག་བསྔལ་ཁ་ར་ལ་ན་མེད་བར་བྱ་ཡོད་དེ། མི་དགེ་བཅུ་སྤོང་བའི་ཚུལ་ཁྲིམས་ཡག་པོ་སྲུང་ན་ངན་སོང་ནས་ཐར་ནས་བདེ་འགྲོ་སུ་ལ་སྐྱེ་དགོས་ད་ལྟ་ང་ཚོ་བདེ་འགྲོ་གསུམ་ལ་སྐྱེ་རེ་ཡོད་ར་སྐྱེ་བ་སྔ་མ་དེ་གི་ངན་སོང་གི་བདེ་འགྲོ་གསུམ་ལ་སྐྱེས་ནས་ང་ཚོ་ད་ལྟ་ངན་སོང་གི་སྡུག་བསྔལ་དེ་གི་མྱོང་དགོས་བ་མ་རེད་བ། ད་ལྟ་སྐྱེ་བ་སྔ་བ་དེ་གི་ངལ་གསོའི་རྒྱལ་བ་བྱེད་ཡོད་རེད་ཟེར་བ་དང། དེ་ལྟར་ད་ལྟ་སེམས་ཅན་སུ་འདྲ་ཞིག་ཡིན་ན་ཡང་སེམས་ཅན་ཀུན་གི་ངན་སོང་གི་སྡུག་བསྔལ

མི་དགེ་བཅུ་སྤོང་གི་ཚུལ་དུ་གསུངས་ནས་བདེ་བ་ལ་གནས་པ་ཡིན་ན་དེ་འདྲའི་གི་ནི་བདེ་བ་ལ་གནས་ཀྱི་དགེ་བ་ག་རེ་བྱས་ཡོད་ནས་དགེ་བ་དེ་ལ་ཡང་དགའ་བ་བྱས་ནས་རྗེས་སུ་ཡི་རང་དགོས་ལ་ནི་ཞེས་གསུངས་ལ། དགའ་བས་རྗེས་སུ་ཡི་རང་ངོ། དགའ་བ་བྱས་ནས་ཟས་དེ་ས་དེ་སྟེང་འོག་དང། དགའ་བས་ཟས་དེ་གི་འབྲེལ་སྒྲ་རྒྱག་གི་དགོས་བྱེ་བྲག་རྒྱག་གི་འདུག་བྱེ་བྲག་དགའ་བ་བྱས་ནས་ཟེར་བ་དང། རྗེས་སུ་ཡི་རང་དགོངས་ཀྱི། འོ་ད་འདི་གསུངས་པའི། ད་འདི་ག་རེ་བསྟན་དགོས་བ་ལ་ན། སྐྱེས་བུ་ཆུང་ངུ་གི་ཨ་ནི་ཉམས་ལེན་འདིར་སྐྱེ་བ་རྗེས་མ་ཨ་ནི་ངན་སོང་གསུམ་ནས་ཐར་ནས་ཨ་ནི་བདེ་འགྲོ་གསུམ་ལ་སྐྱེ་བའི་དགེ་བ་བྱས་ལ་ལ། སྐྱེས་བུ་ཆུང་ངུ་གི་ཉམས་ལེན་གྱི་དགེ་བ་འདི་ལ་རྗེས་སུ་ཡི་རང་གོ་གསུངས་ཡོད། ད་འདི་ནི་སྐྱེས་བུ་འབྲིང་གི་ཉམས་ལེན་གྱི་དགེ་བ་ལ་རྗེས་སུ་ཡི་རང་གོ་མེད་དེ་ལ་བྱང་ཆུབ་རྒྱུར་གྱུར་རྒྱལ་ཟབ་པ་དེ་ལ་རྗེས་སུ་དེ་ལ་རྗེས་སུ་ཡི་རང་ངོ། ལུས་ཅན་འཁོར་བའི་སྡུག་བསྔལ་ལས་ངེས་པར་ཐར་ལ་ཡི་རང་ངོ་ཟེར། དེ་ལྟར་བྱང་ཆུབ་རྒྱུར་གྱུར་ལས་དེ་ག་རེ་གསུངས་དགོས་བ་ལ་ན། བྱང་ཆུབ་འདི་ལ་སྤྱི་དང་ནི། ཉེ་དུས་ཀྱི་བྱང་ཆུབ་རང་རྒྱལ་གྱི་བྱང་ཆུབ་ཐེག་ཆེན་གྱི་བྱང་ཆུབ་གསུམ་ཡོད་དེ། རང་ཉེ་དུས་དགྲ་བཅོམ་པ་རང་རྒྱལ་དགྲ་བཅོམ་པ་ཐེག་ཆེན་གྱི་དགྲ་བཅོམ་པ་གསུམ་ཡོད་དེ། ད་ལྟ་སྐབས་སུ་བབ་པ་ཐེག་དམན་གྱི་བྱང་ཆུབ་ལ་དུས་ཉེ་དུས་ཀྱི་བྱང་ཆུབ་དང་རང་རྒྱལ་གྱི་བྱང་ཆུབ་དེ་ལ་གོ་བར་དང། ཕྱི་ས་དེ་ཉེ་དུས་དགྲ་བཅོམ་པའི་གོ་འཕང་ལ་ནི་ད་དུས་རང་རྒྱལ་དགྲ་བཅོམ་པའི་གོ་འཕང་དེ་ལ་ཉེ་དུས་ཀྱི་བྱང་ཆུབ་ཟེར་བ་དང། ཕྱི་ས་ཉེ་དུས་ཀྱི་བྱང་ཆུབ་ཀྱི་རྒྱུ་ངེས་དོན་གྱི་བྱང་ཆུབ་ཐོབ་ཡས་ཀྱི་རྒྱུ་དགེ་བ་ག་རེ་བསགས་ཡོད་ན་དེ་འདྲ་གི་དགེ་བ་དེ་ལགས་སོ། བྱང་ཆུབ་རྒྱུར་རྒྱུ་དགེ་བསགས་པ་དེ་ལ་རྗེས་སུ་ཡི་རང་ངོ་ཞེས་དོན་དག་དེ་ལྟ་སྟེ། སྐྱེས་བུ་འབྲིང་གི་ཉམས་ལེན་གྱི་དགེ་བ་དེ་ལ་རྗེས་སུ་ཡི་རང་བྱེད་ཀྱི། ལུས་ཅན་འཁོར་བའི་སྡུག་བསྔལ་ལས་ངེས་པར་ཐར་ལ་ཡི་རང། ལུས་ཅན་འཁོར་བའི་གྱི་ལུས་ཅན་སེམས་ཅན་ཐམས་ཅད་འཁོར་བའི་གྱི་སྡུག་བསྔལ་ལས་ཐར་ཡས་ཀྱི། དགེ་བ་བྱེད་པ་དེ་ལ་ངེས་པར་ཐར་བར་བྱེད་པ་དེ་ལ་ནི་ངེས་ཀྱི། ངེས་པར་ཐར་པར་བྱེད་པའི་དགེ་བ་བྱེད་པ་དེ་ལ་ནི་ངེས་ཀྱི། རྗེས་སུ་ཡི་རང་དགོངས་ཀྱི་ཡིས་ཟེར་ད་འདི་སྐྱེས་བུ་འབྲིང་གི་ཉམས་ལེན་དང་མཐུན་པར་བྱས་ནས་གསུང་གི་ཡོད་རེད་ཞུ་ཡ་ཡིན། ད་འདི་ནི་སྐྱེས་བུ་ཆེན་པོ། སྐྱེས་བུ་ཆེན་པོ་གི་ཉམས་ལེན་ད། སྐྱེས་བུ་ཆེན་པོ་གི་ཉམས་ལེན་ནང་ད་སྐྱོ་བ་རྣམས་ཀྱི་བྱང་ཆུབ་ད་དགེ་སེལ་ས་ལ་ཡི་རང་དགོངས་ཞེས་གསུངས། སྐྱོ་བ་རྣམས་ཀྱི་བྱང་ཆུབ་ཟེར་ཏེ་སྐྱོ་བ་ཟས་ཏེ་སེམས་སངས་རྒྱས་ལ་གོ་ཡང་བྱེད། སངས་རྒྱས་རྣམས་ཀྱི་བྱང་ཆུབ་ཟས་ཏེ་ག་རེ་ལ་ན། བྱང་ཆུབ་སེམས་དཔའི་གི་སྒྲ་བྱུང་བས་གོ་འཕང་མི་ལོ་ལམ་འདིར། མི་ལོ་ལམ་འདིར། སྤྱོད་པ་རྣམས་ཀྱི་བྱང་ཆུབ་ག་རེ་ལ་ན། ཐེག་ཆེན་སྒྲ་བྱུང་བ་ལ་ན་བདག་ཏུ་མི་ལོ་ལམ་འདིར། མི་ལོ་ལམ་དེ་དང་དེའི་སྔོན་གྱི་ག་རེ། མཐོང་ལམ་དང་སྒོམ་ལམ་འདི་ལ་ས་བཅུ་ཡོད། རྒྱལ་བའི་ས་ཟེར་རྒྱལ་སྲས་ས། རྒྱལ་སྲས་ལ་ཡང་དེ་བྱང་ཆུབ་སེམས་དཔའ་གོ། རྒྱལ་སྲས་བྱང་ཆུབ་སེམས་དཔའ་གི་ས་བཅུ་ལ་ཡང་ས་བཅུ་གི་ཉམས་ལེན་གྱི་རྒྱལ་བ་གར་བྱེད་ཡོད་ན་དེ་ལ་ཡང་རྗེས་སུ་ཡི་རང་བསྒོམ་གྱི་ཡིན་གསུང་ངོ། སྐྱོབ་པ་རྣམས་ཀྱི་བྱང་ཆུབ་མི་ལུས་ལམ་འདི་དང། ཨ་འདིའི་སྔོན་གྱི་རྒྱལ་སྲས་ཀྱི་ས་ག་རེ་ལ་ན་ས་བཅུ་ལ་སོགས་པ་དེ་སྐད་ལ། ད་ནི་དགའ་བས་རྗེས་སུ་ཡི་རང་བསྒོམ་གྱི་ཕྱིར་ཡིན་ཞེས་གསུངས་ལ། ད། སེམས་ཅན་ཐམས་ཅད་བདེ་མཛད་པའི་ཐུགས་ཀའི་རྒྱལ་བ་རྒྱ་མཚོ་དང་བསྲེས་ཏེ། བྱང་ཆུབ་ཀྱི་སེམས་བསྒོམས་པའི་དགེ་བ་དེ་ལ་རྗེས་སུ་ཡི་རང། ད་བྱང་ཆུབ་ཀྱི་སེམས་བསྒོམ་ཡས་དེ་ལ་གཉིས་ཡོད། སྨོན་སེམས་དང་འཇུག་སེམས་གཉིས་ཡོད་ན་ནི་དམ་པ་དེ་དང་པོ་དེ་སྨོན་སེམས་ལ་གསུངས་ཡོད། སེམས་ཅན་ཐམས་ཅད་ཨ་ནི། སངས་རྒྱས་ཀྱི་གོ་འཕང་ལ་ཡང་གཏན་དུ་བདེ་བ་སངས་རྒྱས་ཀྱི་གོ་འཕང་ལ་ཡང་བཀོད་པར་མཛད་ཀྱིན་ཡིན་ཟེར། སེམས་ཅན་ཐམས་ཅད་བདེར་མཛད་པས་ཨ་ནི་བཀོད་པར་མཛད་ཀྱིན་ཡིན་ཟེར་ན་ཐུགས་དཀྱེལ་ངལ་ཏེ། བྱང་ཆུབ་ཀྱི་སེམས་བསྐྱེད་ངེས་དེ་ཡི་རྒྱལ་བ་དེ་ག་ན་སྨོས་སེམས་རོ། དེ་ལ་རྒྱལ་བ་དེ་ལ་ཡང་བསོད་ནམས་ཀྱི་ཚོགས་རྒྱ་ཆེན་པོ་བཞུགས་བསགས་ཀྱི་ཡོད་རོ། དེ་ལ་ཐུགས་རྗེའི་རྒྱལ་བ་རྒྱ་མཚོ་འདི་འདྲའི་བསགས་བ་དེ་ལ་ངེས་དགེ་ཨ་ནི་རྗེས་སུ་ཡང་དགོངས་མི་ནུས། ད་སེམས་ཅན་ཕན་པར་མཛད་པ་ལ་དགའ་བས་རྗེས་སུ་ཡང་ཐུགས་བསྐྱེད་བར་མ་ཟད། ཨ་ནི་སེམས་ཅན་ཐམས་ཅད་སངས་རྒྱས་ཀྱི་གོ་འཕང་ལ་བཀོད་པ་ལ་ཡང་ཨ་ནི་སོ་སོ་སངས་རྒྱས་ནས་ཨ་ནི་བྱང་ཆུབ་སངས་རྒྱས་ལ་ཡང་སྦྱིན་སོགས་ཕར་ཕྱིན་དྲུག་གི་ཉམས་ལེན་བྱེད་པ་དང། སེམས་ཅན་ཐམས་ཅད་ལ་ཕན་པའི་ནས་རྗེས་སུ་ཕ་ཆེན་དྲུག་གིས་རྒྱལ་བ་ལ་སོགས་པ་མཛད་པ་དེ་ལ་ཡང་ཨ་ནི་དགའ་བའི་རྗེས་སུ་ཡི་རང་ངོ་ཞེས་སེམས་ཅན་ཕན་པར་མཛད་པ་ལ་དགའ་བའི་རྗེས་སུ་ཡི་རང་ངོ་ཞེས་འདུ་བྱེད་ནི། བདེ་གཤེགས་རྒྱ་དང་བཅས་ཡང་ཁ་ཤས་ཁ་བདེ་གཤེགས་རྒྱལ་བོ་ལ་སེམས་ཅན་ཐམས་ཅད་བདེར་མཛད་པའི་ཐུགས་ཀའི་རྒྱལ་བ་རྒྱ་མཚོ་ཟད་དེ་བསམ་པ་ལ་ཞག་ནང་བསམ་མོ། སེམས་ཅན་ཐམས་ཅད་ཀྱི་ཆེད་དུ་སངས་རྒྱས་གོ་འཕང་ཐོབ་པར་བྱེད་ངེས་ལ་བྱང་ཆུབ་ཀྱི་སེམས་དེ་ལ་ཡང་ཨ་ནི། དགའ་བའི་རྗེས་སུ་ཡི་རང་ཁོམ་གྱིན་ཡིན་བྱས། སེམས་ཅན་ཕན་པར་བརྩེ་བ་ལ་དགའ་བའི་རྗེས་སུ་ཡི་རང། ནང་བསམ་བློ་དེ་འདྲ་ཞིག་འཁོར་བ་མ་ཟད་ཕྱིའི་ལག་ལེན་འགའི་ཐོག་ནས་སེམས་ཅན་ཐམས་ཅད་སངས་རྒྱས་ཀྱི་གོ་འཕང་ལ་ཐོབ་པར་བྱེད་དགོས་ཀྱི་འདུག་བསམ་པ་ཙམ་མ་འགྲིག་མ་རང་དངོས་སུ་སེམས་ཅན་ཐམས་ཅད་སངས་རྒྱས་ཀྱི་གོ་འཕང་ལ་བསྐུལ་ཡ་ལ་ཡ། ཨ་ནི་སེམས་ཅན་ཐམས་ཅད་ལ་ཕན་པའི་བྱ་བ་ག་རེ་བྱེད་ཀྱི་ཡོད་ན་ཆོས་གསུངས་པ་དང་ག་རེ་བྱེད་ཀྱི་ཡོད་ན་འོ་དེ་སྦྱོར་བ་ལག་ལེན་གྱི་ཐོག་ནས་ཨ་ནི་ཕན་པར་བརྩེ་བ་དེ་ལ